ཐང་ཁའི་ཐུགས་རྗེའི་ཤགས་ཀྱི་རིང་ཐུང་འཛིན་གཤེན་གྱི་མ་ཐབས་བདུད་རྒྱལ་སྤོང་བྱང་བ་གསེར་གྱི་བློན་པོ་ལྟ་བུའི་བརྗིད་པའི་སྐུ་ཤགས་ཀྱི་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས་ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོང་པ་བཀའ་དྲིན་ཅན་ལ་སྒོ་སྲུང་གུས་པ་ཆེན་པོ་ལྟོ་ཆ་གྲངས་མེད་སྔོན་དུ་བཏང་ནས། ད་དེ་རིང་གི་སྐབས་སུ་བབ་པ་འདི་དག་ངོ་ནའི་གྲངས་ནས་ཀྱི་ད་དེ་རིང་གི་དཔལ་གཅིག། ཚེས་བཟང་པོ་བཞི་བོ་གཅིག་པའི་ཆ་ནས། ད་ག་རེ་ཟེར་སོང་ན་སྟོང་པ་སངས་རྒྱས་བཅོམ་ལྡན་འདས། དེ་ནས་གར་ཟས་སོང་ན་བྱེད་པོ་ཟླ་དྲུག་པའི་གི་ཚེས་པ། ཨ་ནེ་གར་ཟས་བཅོ་ལྔ་ནས་ཨ་ནེ་ཅིག་ཡུམ་གྱི་ཁྲི་ནས་བྱེད་ཡག་བྱེད་དེར་སུམ་ཅུ་རྩ་གསུམ་གྱི་ལྷ་གནས་ལ་ཕེབས་ནས་དེ་ནས་དབྱར་ཟླ་བ་གསུམ་ནས་ཡ་གའི་སུམ་ཅུ་རྩ་གསུམ་གྱི་ལྷ་གནས་ལ་བཞུགས། ད་དེ་ནས་གར་ཟས་སོང་ད་དེ་རིང་ལས་གར་ཟས་ནི་དབྱར་ཁས་ལེན་ཏེ་དྲུག་པའི་གི་དུས་ཚུགས། འོ་ད་དེ་ནས་ཕྱག་བདེ་བ་སོང་ཙང་ད་འདི་གར་ཟས་སོང་ན་འདི་ཕྱག་བདེ་བ་དང། ཨ་འདིའི་སྐབས་སུ་གར་ཟས་སོང་ན་བྱེད་རྫུ་འཕྲུལ་ཤེས་ཀྱི་མཆོག། ཨ་ནི་མ་འོངས་གར་གྱི་བུ་ལ། ཨ་ནི་རྒྱ་གར་གྱི་ཡང་རྒྱལ་པོ་འཁོར་དང་གཤེན་ཡང་བྱེ་བ་ཐམས་ཅད་ཀྱི་སྡོམ་པ་སངས་རྒྱས་བཅོམ་ལྡན་འདས་དང།

འཇམ་དཔལ་ནི་འཇིག་རྟེན་འདི་ལ་ཡང་བསྐྱར་ག་རེ་ཟེར་སོང་བ་སོང་ན་ཅིག་ཕེབས་ནས་དེ་འདྲའི་ཞེ་ཆེན་ནང་ཡང་གི་དུས་ཆེན་དང། ཨང་གྲངས་ནང་གི་རྩིས་པ་བཅོ་ལྔ། འོ་ད་དེ་འདྲའི་གི་ཅིག་དུས་ཆེན་རྒྱས་པར་བཞིན་ད་ཞི་བོ་ཅིག་ཕྱག་བདེ་བར་སོང་ཙང་ད་དེ་འདྲའི་གི་རྟགས་དང་རྟེན་འབྲེལ་དང། འོ་ད་དེ་ཚོ་ལ་ཅིག་ག་ཟེར་ནས་ཅིག་བརྟགས་ནས་ཨ་ནི་ང་ཚོ་བུ་གངས་ཅན་ལྗོངས་ཀྱི་གཏུམ་མོ་མ་ཡིན་བའི་གི་ལྷ་སྐལ། མེ་ཏོག་གང་ལ་འཕགས་པའི་ལྷ་སྐལ་འཕགས་པ་སྤྱན་རས་གཟིགས་ཡིན་པར་སོང་ཙང། འོ་དེ་ལྟ་བུའི་ཞིག་འཕགས་པ་སྤྱན་རས་གཟིགས་ད་ང་ཚོ། བུ་གང་བྱེད་ཅོག་ལ་མེ་ཏོག་གང་ལ་བབ་པའི་ལ་ཁའི་བབ་པ་ཕྱི་རས་གཟིགས་ཀ་ནི་གཟུངས་སྔགས་ཡི་གེ་དྲུག་མ། འོ་དེའི་གི་ཅིག་འབྲི་ཤིག་དུས་དུས་ཀྱི་སྐབས་དེ་རིང་ཞེས་ཡོད་ནས་བསམས་སོང། ལྷ་དེ་དང་པོ་དེ་ག་རེ་ཟེར་སྟོང་པ་སངས་རྒྱས་བཅོམ་ལྡན་འདས་འགས་ནི་ཅིག། འོ། ཅིག་སྔ་ནས་ག་རེ་ཟེར་སོང་ང་སོང་ན་ཅིག་ལུང་བསྟན་བསྟན་པ་འདི་འདྲའི་ནང་ཡོད་རེད། ལྷ་སྔས་མ་ག་རེ་ཟེར་སོང་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཨ་ནི་འོ་མས་གི་ཚབ་འདི་ད་བཞུགས་པའི་གི་སྐབས་སུ་ལ།

དུ་མེད་པར་གང་བལྟས་པའི་སྐྱེ་ཁམས་དེར། ཨ་རི་མ་འོངས་པ་ལ་སངས་རྒྱས་ཀྱི་བསྟན་པ་དཔེ་དར་བཞིན་རྒྱས་པར་བརྩེ་མཁན་དང་སྐྱབས་མེད་པ་རྣམས་ཀྱིས་སྐྱབས་འགོང་མེད་པ་རྣམས་ཀྱིས་འགོང་མཆོག་སྦྱིན་གྱི་དེར་དགོངས་འདུས་བྱུང་བ་ཡིད་བཞིན་ནོར་བུ་ནང་བཞིན་གྱི་རྟགས། དེ་ལྟ་བུའི་གངས་ཆེན་ལྗོངས་རྣམས་ཀྱི་རྟགས་འགོང་བ་མུ་ཏིག་སུ་གྱུར་གྱི་ཚེ་ན་འཕགས་པ་སྤྱན་རས་གཟིགས་དབང་ཕྱུག་གྱུར་གྱི་རེད་ཟེར། འོ་དེ་འདྲ་ཞིག་སྟོང་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་བྱང་ཆུབ་སེམས་དཔའ་སྒྲུབ་པ་རྣམས་སྲིད་ལ། ཨ་ནུ་འོ་མས་བཙའ་བཙའ་དེ་དག་དེ་འདྲའི་ཞིང་འདི་པའི་ལུང་བསྟན།

མི་གཅིག་ཐུགས་བསྐྱེད་སྨོན་ལམ་དང་དམ་ཚིག་ཡང་བཅས་པ་མཛད་པ་ནང་བཞིན། འོ་དེ་ལྟ་ན་ད་བོད་ཀྱི་ཆོས་འཕགས་པ་ཆེན་རིང་བསྲེལ་གྱི་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྐུ་མདུན་ལ་ཐུགས་བསྐྱེད་སྨོན་ལམ་དང་དམ་བཅའ་བ་ནང་བཞིན་ཅིག། ཨ་ནི་ང་ཚོ་གར་སོང་ན་བོད་ཀྱི་རྒྱལ་པོ་ཡིན་ན་ཡང་འཕགས་པ་ཆེན་རིང་བསྲེལ་གྱི་ད་སྐུ་མདུན་རིམ་བྱོན་འདི་ནས་ཡོང་བསྟེན་མཁན་ཨ་ནི་ད་ག་ནང་གི་ལོ་ཙཱ་བ་ཡིན་ན་རེད་ད་ག་ནང་གི་ས་དཔེ་གང་ཉིད་རིགས་སུ་མ་ཆད་བོད་ཀྱི་སྐྱེས་བུ་དམ་པ་བསམ་གྱིས་མ་ཁྱབ་པ་མང་པོ་ཅིག་ཨ་ནི་འཕགས་པ་ཆེན་རིང་བསྲེལ་གྱི་ཨ་ནི་སྐུ་ཡི་གི་འཕྲིན་བུ་ཨ་ནི་དཔག་ཏུ་མེད་པ་འདི་ནས་བྱས་ནས་ཡོང་བསྟེན་པ་ཨ་ནི་ད་ག་ནང་གི་ལྷག་པ་འདིར་རང་ཤག་རྣམས་ཀྱི་མེ་ཏོག་གང་ལ་བོར་བའི་བླ

ཨ་ནི་ཞེས་དུས་སམ་སྐྱེ་བ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཡོན་ཏན་ཕྲིན་ལས་ཐམས་ཅད་ཀྱི་འདུས་པའི་བདག་བདག་ཉིད་དངོས་གྲུབ། འོ་ད་དེ་འདྲའི་ག་རེ་ཟེར་གསུངས་སོང་རྩ་ཆེན་པོ་ཞེས་བོ་བ་ཅིག་ད་ཆགས་ཏེ་ཡོད་རེད། ཨ་ནི་ཞེས་དེ་འདྲ་ཡིན་པ་གསུངས་ད་ང་ཚོ་བོད་གངས་ཅན་ལྗོངས་ཀྱི་ལྷ་སྐལ་དེ་བབས་པ་ཅན་རེད་ཟེར་གི་ཨ་ནི་ཆོས་སྐལ་དེ་གསུང་ངག་ཡི་གེ་དྲུག་མ། ཆོས་སྐུ་སྐལ་བ་སྙིང་པོ་ཨ་ནི་གསུང་ངག་ཡི་གེ་དྲུག་མ། འོ་ད་འདི་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་ད་བས་གཅིག་སྟེ་བསྡུས་པ། འོ་དེ་ནས་ཆད་ད་གང་ན་ཡི་བདེ་བར་གཤེགས་ཤིག་པར་རིགས་ལྔ་འཁོར་དང་བཅས་པ་ཐམས་ཅད་ཀྱི་གསུང་ངག། ཨ་ནི་ད་གང་ན་ཡེངས་ཀྱི་ག་རེ་ཟེར་གསུངས་ས་ངག་རྒྱུད་དེ་བཞི། ཨ་ནི་ཆོས་ཀྱི་དཔུང་པ་བརྒྱད་ཁྲི་བཞི་སྟོང་སྟེ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཀྱི་ཡོན་ཏན་ཕྲིན་ལས་ཐམས་ཅད་པར་ཆིག་བསྡུས་རྒྱལ་བའི་མཆོག་ཐ་མ་དངོས་གྲུབ་ཐམས་ཅད་ཀྱི་རྩ་བ། འོ་ད་དེ་ལྟ་བུའི་གཅིག་གསུང་ངག་ཡི་གེ་དྲུག་མན་གྱི་དམ་པས་ཡོངས་འདི་ང་ཚོ་འདིའི་སུ་གཅིག་བསྡུས་དུས་ཆིག་འགྲེལ་ཞིག་བརྒྱབ་པ་ཡིན་ན་ཨ་ནི་དུས་བཟང་པོ་སྐུད་པ་བཟང་པོ་འདི་ལ་སོ་སོ་རྣམས་ཞེས་བ་ས་ག་ཡོད་པ་སོང་ཙང། འོ་དེ་འདྲ་བྱས་ནས་ཅིག་འགྲེལ་ཞིག་བལྟས་ཟེར་ས་རྒྱག་ཡག་གི་ད་དེ་འདྲའི་གོ་ག་ལ་ཟེར་སོང་ང་རང་གི་མདོ་མུ་འདིར་ཞིག་སླེབས་སོང་དེ་འདྲ་ཡིན་པ་སོང་ཙང་ཅིག་ད་ཚང་མ་ལ་ཕན་ཡག་གི་རེ་བ་ཡོད་ཨ་ད་དེ་འདྲ་ཡིན་པ་སོང་ད་དང་པོ་དབུ་མ་ནི་པདྨའི་ཧཱུྃ་ཟེར་ཏེ་ཨུམ་ཟེར་ཡ་དེ། ཨ་ནི་སྤྱིར་བཏང་ལ་སྐར་ཚོན་ཨུམ་ཟེར་བར་ཡི་གེ་གསུམ་ཨ་ཨུ་མ་གསུམ་ཡོད་པ་སོང་ཙང་གསོ་བ་འདེབས་མཁན་གྱི་ནི་ཅེས་ལུས་ངག་ཡིད་གསུམ་དང་ཨ་ནི་གསོ་བ་འདེབས་སའི་གི་ཡུལ་གྱི་ཨ་ནི་དུས་གསུམ་སངས་རྒྱས་ཐམས་ཅད་དང་ལྷག་པར་དུ་འཕགས་པ་གཤེན་རིགས་སུ་གི་སྐུ་གསུང་ཐུགས་གསུམ་མཚུངས་ཀྱི་ཡོད་རེད། དེ་འདྲ་ཡིན་པ་སོང་ཙང་ད་དེ་ག་རེ་མཚུངས་ཁོ་རེ་བཙལ་སོང་ན་ཨ་ནི་ང་ཚོ་ཐ་མར་བས་གི་ནི་ཅིག་མ་དག་པའི་ལུས་ངག་ཡིད་གསུམ་དེ་ཨ་ནི་དག་པས་གི་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་གྱི་ངོ་བོ་དུ་གྱུར་ཡ་ཡོད་རེད་གསུངས་ཀྱི་ཡོད་རེད། ག་འདྲས་སུ་འགྱུར་སྐད་ལ་བྱས་སོང་ན། མ་དག་པའི་ད་ལྟ་ང་ཚོ་ཐ་མར་བའི་མ་དག་པའི་ལུས་ངག་ཡིད་གསུམ་པའི་དག་པའི་སངས་རྒྱས་སྐུ་གསུང་ཐུགས་གསུམ་གྱི་ངོ་བོ་ག་འདྲས་ཤིག་ནས་འགྱུར་སྐད་ལ་བྱས་སོང་ན། ཨ་ནི། བྱང་ཆུབ་ཀྱི་སེམས་དང་དག་མེད་རྡོ་རྗེ་ཤེས་རབ་གཉིས་དེ་གཉིས་ཟུང་དུ་འབྲེལ་ནས་ཟུང་འབྲེལ་གྱི་ཉམས་སུ་བླང་བར་བརྟེན་ནས་ཚོགས་ལམ་སྦྱོར་ལམ་མཐོང་ལམ་སྒོམ་ལམ་བྱས་ནས་སེམས་ཏིང་འགྲོ་བ་བག་ཆགས་ཆེར་མ་ལུས་སྤངས་ཏེ་སངས་རྒྱས་ཀྱི་ཡོལ་བ་སོང་ཙང། དེ་འབྲས་ཀྱི་བྱང་ཆུབ་སེམས་དེ་ཀུན་རྫོབ་ཆེན་སེམས་གསུམ་ཡལ་ག་བྱེད་དེ་ལ། མ་ནི་ཞེས་བྱ་སྟེ། འོ་དེ་ཞེས་དེ་ནས་ཀར་སའི་སོགས་དོང་ནམ་བྱང་ཆུབ་སེམས་སྟོང་ཉིད་རྟོགས་པའི་ཤེས་རབ་དེ་ཚོགས་ཡོད་པ་ཇི་ལྟ་བུ་དཔེ་མེད་ཅེས་ད་ཧོང་ལུང་ཟེར་དུས་དེ་གཉིས་ཟུང་དུ་འབྲེལ་བ་ཨ་ནི་ཡང་མ་འདྲ་བར་ཟུང་འབྲེལ་རིག་བྱེད་ཡོད་ཅེས་ནི་ཉམས་སུ་ལེན་གྱི་རེད། འོ་དེ་འདྲ་ཡིན་པར་སོང་སྟེ་དེ་ལྟ་བུའི་བདག་འདྲ་ང་ཚོ་ཐ་མར་བས་ཀྱི་མ་དག་པའི་ལུས་ངག་ཡིད་བསམ་སྟེ་དག་པས་ཀྱི་སངས་རྒྱས་ཀྱི་སྐུ་གསུང་ཐུགས་གསུམ་གྱི་ངོ་བོ་འགྱུར་བར་བྱེད་པ་ལ།

བ་དང་དེ་གཉིས་རྣམས་བསྡེབས་པ་དེ་གར་ཟན་དེ་གཉིས་ཟུང་འབྲེལ་དུ་བྱས་ནས་ཨ་ནུ་སངས་རྒྱས་ཀྱི་གོང་མ་བསྒྲུབ་ཀྱི་རེད། བ་དེ་མཚུངས་ཡག་ག་བྱས་ཏེ་ད་དེ་འདྲ་བྱས། ད་དེ་ནས་དེ་ཡིད་ལ་གར་ཟེར་སོང་ན་འཕགས་པ་སྤྱན་རས་གཟིགས་ཀྱི་ཕྱག་མཚན་གྱི་གཙོ་བོ་དེ་ནོར་བུ་དང་པད་མ་ཡིན་པར་སོང་ཙང་འཕགས་པ་སྤྱན་རས་གཟིགས་ཀྱི་མཚན་གྱི་སྦྱིན་པ་དེ་ཡང་མཚན་གྱི་རྣམ་གྲངས་ཡང་ནོར་བུ་པད་མ་འཛིན་པ་ཟེར་དེ་ཡང་འཕགས་པ་སྤྱན་རས་གཟིགས་ཀྱི་མཚན་ཕྱག་དེ་ཡོད་རེད། བ་དེ་འདྲ་ཡིན་པར་སོང་ཙང་ནོར་བུ་པད་མ་འཛིན་པ་ཨོ་མ་པད་མའི་ཧཱུྃ་ཟེར་དེ་མར་ཡང་ཚེ་ཁ་ཐུག་རྒྱུ་རེ་བཞག་ན་ནོར་བུ་པད་མ་འཛིན་པའི་བདག་སྐྱོབས་ཤིག་ཟེར་ནོར་བུ་པད་མ་འཛིན་པ་ཟེར་ནས་སུ་རེད་ཟེར་སོང་ན

ད་དེ་ནས་ཡང་འགྲེལ་བཤད་རྒྱག་དང་གཞན་པ་ཅིག་བྱས་སོང་ན་ད་ཨོམ་ཟེར་ཡག་དེ་གང་ཟེར་ན་སྤྱི་དང་ཅིག་དངོས་གྲུབ་དང་མཆོག་ཐུན་མོང་དངོས་གྲུབ་དང་བཀྲ་ཤིས་པ་དང་དེ་འདྲའི་གི་སྔགས་ཀྱི་མགོ་འདྲེན་བྱ་དེ་ཡོད་རེད་དེ་འདྲ་ཡིན་པ་སོང་ད་ཨོམ་ཟེར་ཡག་དེ་ཨ་ནེ་གར་ཟེར་སོང་མཆོག་ཐུན་མོང་གི་དངོས་གྲུབ་དེ་མཚུངས་གི་ཡོད་རེད་ད་མཆོག་གི་དངོས་གྲུབ་ཟེར་དུས་གར་སངས་རྒྱས་ཀྱི་གོ་འཕང་ཐུན་མོང་གི་དངོས་གྲུབ་ཟེར་དུས་མོ་ལ་གཡང་སྐོར་ཅིག་འདི་ཅི་ཉེས་ཆགས་དེ་ཡང་ཐུན་མོང་དངོས་གྲུབ་ཟེར་དུས་མོ་ལ་ད།

དངོས་གཞི་དང་བརྩོན་འགྲུས་དང་ལྟ་ཐུན་མོང་མ་ཡིན་པའི་ཡང་མཚན་དེ་མཚན་དེ་ལ་ག་རེ་ཟེར་སོང་ན་ཅིག་གྲུབ་རྟགས་དང་དངོས་གཞི་དང་བརྩོན་འགྲུས་ཐོབ་ཡག་དེ་ཚོ་ཐུན་མོང་ངོ་སྤྲོད་ཟེར་ག་རེ་ཨ་ནི་ཆོག་ངོ་སྤྲོད་ཟེར་དེ་མོར་སངས་རྒྱས་གོང་མ་ཐོབ་ཡག་དེ་རེད་ཞེ་སྡང་དེ་ལྟ་བུའི་ཕག་པ་བྱེད་ནས་ཟེར་གི་རྟགས་པས་སོ་སོ་ཉམས་སེ་བླང་བ་བྱེད་ཕག་པ་བྱེད་ནས་སོ་ཡི་དམ་བྱེད་ནས་ཉམས་སེ་བླང་བ་ཡིན་ན་ཆོག་གོ་ངོ་སྤྲོད་ཟེར་དེ་ལ་སངས་རྒྱས་གོང་མ་ཐོབ་ཡག་དང་ཐུན་མོང་ངོ་སྤྲོད་རྟགས་ཆེ་རིགས་དྲི་མེད་མེད་ལ་སོགས་པའི་ངོ་སྤྲོད་མང་པོ་ཐོབ་ཡག་དེ་འདྲ་ཡོང་གི་ཡོད་རེད་དེ་འདྲ་ཡོད་པ་སོང་ད་དེ་ལྟ་བུའི་གི་རྟགས་ངོ་སྤྲོད་རྣམ་པ་གཉིས་དེ་ནས་བས་གཙོར་ཡག་གི་གཙོ་བའི་གི་དེ་འདྲའི་གི་རྟགས་ཨ་གོ་ཡག་བྱེད་དེ་ལ།

རྒྱུ་ཞིག་ཡང་ན་མ་ནི་སི་ཏུ་མོ་ལ་ནོར་བུ་ཆེ། ད་ནོར་བུའི་གར་ནོར་བུ་སེ་ཡ་ཏི་གར་ཟེར་ན་ང་ཚོ་ཅིག་ད་དཔེ་ཡི་སྒོ་ནས་བསྟན་བཞག་རེད་དཔེ་ལ་གར་ཟེར་སོང་སོང་ན་ང་ཚོ་འཇིག་རྟེན་པའི་ཨ་ན་ཅིག་ནོར་བུ་ཐམས་ཅད་ཀྱི་ནང་ཕྱོགས་ལ་གྱེར་བ་བསམ་འཕེལ་གྱི་ནོར་བུ། བསམ་འཕེལ་ནོར་ནོར་བུ་རིན་པོ་ཆེ་ནོར་བུ་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་འདུག་ཨ་ད་བསམ་འཕེལ་གྱི་ཐུགས་རྣམས་ཐམས་ཅད་ཡིད་བཞིན་དུ་འགྲོ་ཡང་འགྲོ་དཔེ་གྱུར་ན་ཡིད་བཞིན་དབང་གི་དཀྱིལ་འཁོར་ནོར་བུ་རིན་པོ་ཆེ་ཟེར་འཇིག་རྟེན་ནང་ད་ནོར་བུའི་ནང།

དེ་འདྲའི་གི་ད་ནོར་བ་དེ་ལ་དཔེ་ཡི་ད་གར་ཟེར་ནོར་བ་དེ་ལ་གོ་དགོས་རེད་ད་དེ་འདྲའི་ལྟ་བའི་གི་ནོར་བ་དེ་ག་རེ་འཚོང་གི་ཡོད་རེད་ད་ཡིན་ཡང་ད་གར་དཔེ་དེ་ནོར་བ་རེད་འདུག་ནོར་བ་དེ་ག་རེ་འཚོང་གི་ཡོད་རེད་ཟེར་སོང་ན་ནོར་བུ་དེ་ལ་དེ་ནི་ཨ་ན་ཅིག་གསོལ་བ་མོ་ལ་བཏབ་པ་ཡིན་ན་དགུ་འདུག་ཀུན་འབྱུང་བ་ནང་བཞིན་གྱིས་ཨ་ནི་ད་ལྟ་དེ་གར་ཟེར་སོང་ན་དེའི་ག་རེ་འཚོང་དགོས་ཟེར་ན་ཀུན་རྫོབ་བྱང་ཆུབ་ཀྱི་སེམས་མཐའ་ཡས་པའི་སེམས་ཅན་ཐམས་ཅད་དང་སངས་རྒྱས་དགོངས་པ་ཐོབ་པར་བྱའོ་སྙམ་པའི་བྱང་ཆུབ་སེམས་དེ་འཚོང་གི་ཡོད་རེད་གང་ཡིན་ཟེར་སོང་ན།

འོ་དེ་འདྲ་ཡིན་པར་སོང་ད་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཉམས་ལེན་བྱེད་པ་ཡིན་ན་ཨ་ནི་འདི་དང་ཕྱི་འདི་དང་ཕྱི་མ་གནས་སྐབས་མཐར་ཐུག་རང་བཞིན་གྱི་སྟོང་ཉིད་ཨ་ནི་རང་སྟོང་ཆོས་ཀྱི་སྐུ་དང་གཞན་སྟོང་གཟུགས་ཀྱི་སྐུ་ཐམས་ཅད་དེ་བདེ་བླག་ཏུ་བྱུང་གི་ཡོད་པར་སོང་ད་དེ་ལྟ་བུའི་ད་བྱང་ཆུབ་ཀྱི་སེམས་འདི་ཨ་ནི་ཚོགས་གཉའ་ཁ་བྱས་འདི་ལ་ཨ་ནི་དཔེ་ཨ་ནི་ནོར་བུ་རིན་པོ་ཆེ་རྣམས་བདེ་བ་དེ་གི་དོང་དེ་ནི་ཀུན་རྫོབ་བྱང་ཆུབ་ཀྱི་སེམས་དེ་ཧ་གོ་ཡག་བྱེད་ད་ཉམས་ལེན་བྱེད་ཀྱི་རེད་ད་གོ་ཡག་བྱེད་ད་དེ་རེད་ནོར་བུ་དེའང་འགྲིག་སོང་ཨ་གང་ཡིན་ཟེར་སོང་ན། ནོར་བུ་ལ་བརྟེན་ཡང་དེ་ནི་ཀུན་རྫོབ་ཐམས་ཅད་འབྱུང་བ་ནི་བཞིན་དུ་ཀུན་རྫོབ་བྱང་ཆུབ་སེམས་ཉམས་ལེན་བྱེད་དང་ཉམས་ལེན་བྱེད་པ་ཡིན་ན་ཐེག་པ་ཆེན་པོ་ས་ལམ་གྱི་ཡོན་ཏན་ཐམས་ཅད་ད་དེར་བརྟེན་ནས་བྱུང་གི་རེད་ཟེར་ཏེ་ཨ་ཁོ་ཡར་བྱེད་དེ་ནི་ནོར་བུ་རྣམས་དེ་རེད་ཟེར་དེ་རེད་ད་ནོར་བུ་དེ་གས་ཀུན་རྫོབ་བྱང་ཆུབ་སེམས་རྩོམ་པར་བྱེད། ད་དེ་ནི་པདྨའི་སྲེད་པ་དེས་འཕགས་པ་ཅི་ནུས་ཟེར་ཡང་ཟེར་གི་ཨ་ནི་ཕྱག་ན་བསྣམས་པའི་ཡི་དྭགས་མེ་ཏོག་པདྨ། ཞེས་དང་འཕགས་པ་ཅི་ནུས་ཟེར་གི་ཨ་ནི་ཕྱག་གཡོན་མ་འདི་ནི

ཡི་གེ་འཁྲབ་ཀྱི་ཡོད་རེད་ད་དེའི་ག་རེ་འཚོང་ག་རེ་བྱས་སོང་ན། ཨ་ནི་ནོར་བུ་དང་པད་མ་བཙན་ཡང་བཙན་པའི་གི་ལྷ་མཆོག་ཏུ་རྒྱན་རྒྱལ་བ་ཞེས་བྱས་པས་ནི་དེ་འདྲའི་གི་དོན་དག་འཕགས་པ་ཆེན་རིགས་གཟིགས་ལ་ཕུར་བུ་ཡི་དོན་དག་ཆགས་ཏེ་ཡོད་རེད་དེ་འདྲ་ཡིན་པར་སོང་ན་དེ་ལྟ་བུའི་གི་ནོར་བུ་དང། ནོར་བུ་དང་པད་མ་རྣམས་ལྡན་མཁན་གི་ཨ་ནི་ལྷ་མཆོག་ཏུ་གྱུར་པ་འདི་སུས་རེ་བྱས་སོང་ན་འཕགས་པ་ཆེན་རིགས་གཟིགས་པའང་བྱུང་རེད་དེ་འདྲ་ཡིན་པར་སོང་ད། ནོར་བུ་པད་མ་འཛིན་པ་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་ཐུགས་ཡོན་ཏན།

སྐྱེད་ཚལ་ནུས་གསུམ་དང། ད་ད་ག་ན་ཡི་ཐབས་བྱང་ཆུབ་ཟེར་ན་ཤེས་རབ་སྟོང་ཉིད་རྟོགས་པའི་ཤེས་རབ་ལ་སོགས་པས་ཨ་ནི་མཆོག་དང་ཐུན་མོང་དངོས་གྲུབ་མ་ལུས་པ་རྩལ་དེ་བཟོ་འོ་ཟེར་ན་དེ་འདྲའི་ཡང་ག་ལ་ཟེར་སོང་ན་གོ་བོ་རེད་ཟེར་ན། བླ་མ་སྐྱེས་བུའི་དམ་པ་མང་པོ་དེ་འདྲ་གསུངས་ནང་དུ་བ། ད་གཞན་ཡང་ག་ར་ཟེར་སོང་སོང་ན་ཆིག་བརྒྱ་དང་མ་ནི་ག་འབུམ་ནང་ལ་ད་བར་དེ་འདྲ་བལྟས་པ་ཡིན་ན་ཁྱོད་ནི་ད།

འགྱུར་དང་དེ་ཡང་གར་སེམས་ཐེབས་བྱང་ཆུབ་ཀྱི་སེམས་དང་ཤེས་རབ་སྟོང་ཉིད་དགའ་བའི་ཤེས་རབ་གཉིས་ཟུང་འབྲེལ་དུ་བྱས་ནས་སངས་རྒྱས་གང་མ་ཐོབ་དང། འོ་ན་དེ་ཐམས་ཅད་ཆོས་ཀྱི་ཕུང་པོ་སྐྱེ་འཆི་ཞེས་གནང་བ་དང་སྙིང་པོ་དེ་ལྷག་ཡོད་མ་རེད་པ། འོ་དེ་འདྲ་ཡིན་པར་སོང་ཙང་གསང་སྔགས་རྒྱུད་སྡེ་ཐམས་ཅད་ཀྱི་དང་སྙིང་པོ་ཡང་སྙིང་ཡང་དེ་ཆགས་འདུག་པ། སྤྱིར་བཏང་དེ་འདྲ་ཡིན་པར་སོང་ཙང་དེ་ལྟ་བུའི་གི་དག་ཅིག་གར་སེམས་གསུང་ངག་ཡི་གེ་དྲུག་མ་དེ་དཔེ་མ་བྱས་པའི་ཕན་ངོ་ཆེན་པོ་དང་དེ་འདྲ་དེ་འདྲ་ཆགས་དེ་ཡོད་རེད་ཟེར་ཅིག། ཨང། ད་ག་ནང་བཞིན་དང་མ་ནི་གི་གང་མ་ནི་གི་གང་འབུམ་དང་དེ་ནི་གར་སེམས་ད་དུང་གར་སེམས་ནི་དྲི་ཞིམ་སྟག་འཐུང་སྐྱེར་པོ་གི་ནི་སྐར་ཚོད་ལྔས་མཇུག་གི་མན་ངག་ཟེར་བ་དེ་འདྲ་ཞིག་མང་པོ་ཡོད་ས་དེའི་ནང་ནས་ད་ཡང་གོ་ག་འདྲ་ག་ནས་སོང་ཡོད་ཟེར་ན་ཨོ་མ་ནི་པད་མའི་ཧོང་ཟེར་བ་དེ་ག་འདྲ་ཅིག་རེད་ཟེར་སོང་ན་དེ་པར་ཤེས་ཡང་ཤེས་པ་ཚོས་ད་སངས་རྒྱས་ཐམས་ཅད་ཀྱི་བྱིན་གྱིས་བརླབས་པ་གཅིག་གི་དུས་ཡུན་དེ་བས་ཀྱི་དེ་འདྲ་གི་གཟུངས་སྔགས་ཅིག་རེད། ད་ག་ནང་བཞིན་འགྲོ་བ་རིགས་དྲུག་གི་དེ་དེ་ལྟ་བུའི་ཀྱི་བདེ་བར་གཤེགས་པ་ཐམས་ཅད་ཀྱི་གཟུངས་སྔགས་ཐམས་ཅད་ཀྱི་སྙིང་པོ་གཅིག་ཏུ་བསྡུས་པ་དེ་ལྟ་བུའི་ཀྱི་ད་གཟུངས་སྔགས་དེ་ཐོས་བསམ་སྒོམ་གསུམ་བྱས་ནས་ཉམས་ལེན་བྱས་པ་ཡིན་ན་འགྲོ་བ་རིགས་དྲུག་གི་ནི་སོ་སོ་ཀྱི་ད་སྐྱེ་དགུ

ཡི་དྭགས་ཀྱི་སྐྱེ་དགོས་པར་ཁེགས་པ་བྱེད་ཀྱི་རེད། ཧོང་སི་ཡ་ཏི་གིས་གཉའ་བའི་ཚ་གྲང་གི་སྡུག་བསྔལ་ལ་སོགས་པའི་དེ་འདྲའི་གི་དང་སྡུག་བསྔལ་ཚང་བར་བཅངས་ནས་གཉའ་བའི་སྐྱེ་དགོས་ཁེགས་པར་བྱེད་ཀྱི་རེད། འོ་དེ་ལྟ་བུའི་དབུ་མ་ནི་དཔེ་མེད་ཧོང་སི་པའི་ཕྱོགས་གཅིག་ཏུ་བསྡོམས་ནས་དང་དེ་ནས་བརྗོད་པ་ཡིན་ན་འོ་ད་རིགས་དྲུག་གི་སྐྱེ་དགོས་ཐམས་ཅད་ནི་ཅིག་ཅར་དུ་ཁེགས་པར་བྱེད་པའི་གི་དང་བྱིན་རླབས་ཚན་ཁ་དང་ལྡན་པ་རེད། དེ་ཡང་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་ཐུགས་ཡོན་ཏན་ཐམས་ཅད་ཀྱི་འདུས་པའི་གི་དང་ག་རེ་ཟེར་སོང་ནི་བྱིན་རླབས་ཀྱི་སྔགས་ཕྱག་གི། ཡང་རེད། ཆོས་རྗེ་དགོངས་པ་བརྒྱད་ཁྲི་བཞི་སྟོང་སྙིང་པོ་བསྡུས་པའི་གི་ཡང་ཡང་སྙིང་དེ་ཡང་གཏན་གི་ཡང་རེད། ཨང་དང་ནང་གི་དུས་གསུམ་རྒྱལ་བ་སྲས་དང་བྱེ་བ་ཐམས་ཅད་ཀྱི་གཟུངས་སྔགས་ཚང་མ་དག་དེའི་ནང་འདུས་ཏེ་ཡོད་པ་རེད། འོ་དེ་འདྲ་ཡིན་པར་སོང་ན་དེ་པད་མ་ཟེར་བའི་ད་གེ་ཆེན་པོ། འོ་དེ་འདྲ་ཆགས་ཏེ་ཡོད་རེད་དེ་གཅིག་རེད། ད་དེ་ལྟ་བུའི་དེ་ལྷག་པ་དེ་ག་རེ་ཟེར་སོང་ན་ང་ཚོ་བུ་གངས་ཅན་ལྗོངས་ཀྱི། འོ་ད་དངོས་གནས་དྲང་གནས་ཀྱི་བས་ད་ལྷག་གི་འཕགས་པ་སྤྱན་རས་གཟིགས་ཡིན་པར་སོང་ཙང་བུ་གངས་ཅན་ལྗོངས་ཀྱི་ད། མི་གཅིག་གིས་ནི་འཕགས་པ་སྤྱན་རས་གཟིགས་ཀྱི་གཟུངས་སྔགས་བགྲང་བ་ཡིན་ན་འཕགས་པ་སྤྱན་རས་གཟིགས་ཀྱི་དངོས་པོ་ཐུགས་བསྐྱེད་ཀྱི་དམ་བཅའ་ལྟ་བུ་མ་ཡིན་པ་དང། ང་ཚོ་ཡང་སོ་སོ་མེ་ཏོག་གང་ལ་འཕགས་པའི་གནས་པའི་ལྷ་སྐལ་འཕགས་པ་སྤྱན་རས་གཟིགས་ཡིན་པར་གསུངས་དང་དེའི་ལྟ་བུའི་གྱི་ཅིག་དང། གདུལ་བྱ་དང་འཕགས་པ་སྤྱན་རས་གཟིགས་ཀྱི་ཐུགས་བསྐྱེད་ཀྱི་སྨོན་ལམ་དང་དེའི་ལྟ་བུའི་གྱི་དམ་བཅའ་དང། ལས་འབྲས་དེ་ཐུགས་མ་ཡིན་པར་ཡོད་པར་གསུངས་དང་ཨ་ནི་པདྨ་སེར་པོའི་བྱིན་རླབས་ཆེན་པོ་དང་ཧང་སངས་པའི་ཉེར་བ་ཡོད་པ་རེད། འོ་དེ་ཅིག་བྱས་ད། ཨེ་མ་ནི་ང་ཚོ་ག་རེ་བྱེད་དགོས་ཟེར་སོང་ན་བྱས། ང་ཚོ་གཏམ་གྱི་ཁ་བས་ཡང་དེ་འདྲ་ཡོད་རེད། གཏམ་གྱི་བཀག་པས་ག་རེ་ཡོད་ཟེར་སོང་ན། ག་རེ་ཟེར་སོང་ཡང་སོང་ན་ལྷ་གཅིག་གིས་ནི་གཅིག་ནས་གཟིགས་པ་ཡིན། སྔགས་གཅིག་ཡི་གེ་དྲུག་མ་ཡིན། འདུལ་བྱེད་དང་བུ་གངས་ཅན་གྱི་ཆོག་འདི་རེད། ད་དེ་འདྲ་ཡིན་པར་སོང་ན་སྔགས་དེ་ག་རེ་ཟེར་སོང་ཡང་སོང་པའི་སྔགས་ཡི་གེ་དྲུག་མ་དེ་དང་པོ་བསླབ་པའི་དཀའ་ངལ་མེད། དཀའ་ངལ་མེད། མ་ཎི་ཡི་གེ་དཔེར་ན་མ་ཎི་སྦྱང་དུས་མ་ལ་དང་པོ་མ་ཎི་བསླབ་ཡག་ལ་དང་པོ་དཀའ་ལས་སྤྱད་ཡོད་མ་རེད་པ་དེ་མ་ཎི་གི་ཁྱད་ཆོས་གསུང་གི་ཡོད་རེད། དང་པོ་བསླབ་པའི་དཀའ་ངལ་མེད། མ་ནི་ཚེ་ཡག་པོ་དང་པོ་བསླབ་པར་བྱེད་པར་དཀའ་ངལ་གང་ཡོད་མ་རེད། ང་ཚོ་མ་ནི་སྦྱང་ཡག་དཀའ་ངལ་གང་ཡང་མི་འདུག་ཨ། ད་ག་ནང་བཞིན་བར་དུ་ཤི་བའི་ང་རྒྱལ་མེད་ཟེར་ཏེ་བར་དུ་མ་ནི་ཤི་སོང་ན་ཡང་ངའི་མ་ནི་ཤི་སོང་ཟེར་བ་དང་ང་རྒྱལ་སྐྱེ་མཁན་གང་ཡང་ཡོད་མ་རེད། དེ་འདྲ་ཡིན་པ་སོང་ཙང་ག་རེ་ཟེར་ན་བར་དུ་ཤི་བའི་ང་རྒྱལ་མེད།

ད་དག་ན་ཞིང་ཁར་སེར་སྤུངས་བས་བལ་བ་བསམ་མི་ཁྱབ་ཟེར་ཏེ་དེ་ལྟ་བུའི་གཟུངས་སྔ་མ་ནི་ཡི་གེ་དྲུག་མ་གཅིག་སྤུངས་བ་ཡིན་ན་ཚིག་ཉུང་ཉུང་ཡིན་ན་ཡང་དེ་བལ་ཡང་བསམ་གྱིས་མི་ཁྱབ་པ་བྱིན་རླབས་བསམ་གྱིས་མི་ཁྱབ་པ་ཡོད་རེད་གར་སེར་ཟེར་ན་དུས་གསུམ་སངས་རྒྱས་ཐམས་ཅད་ཀྱི་སྐུ་གསུང་ཐུགས་ཡོན་ཏན་ཐམས་ཅད་འདུས་པའི་བདག་ཉིད་ཆོས་རྗེ་འབུམ་པ་བརྒྱད་ཁྲི་བཞི་སྟོང་གི་སྙིང་པོ་དེ་རེད་འདུག་བ་ཡིན་ན་ད་གར་སེར་ན་ཆོས་རྗེ་འབུམ་པ་བརྒྱད་ཁྲི་བཞི་སྟོང་གི་སྙིང་པོ་གི་བརྗོད་བྱ་ཚང་མ་དེ་ལ་ཚང་དུ་ཡོད་རེད། གར་བྱེད་ནི་ཟས་སོང་ན། ཐ་མར་བའི་ལུས་ངག་ཡིད་གསུམ་དེ། སྦྱངས་ནས་དག་པའི་སྐུ་གསུང་ཐུགས་གསུམ་གྱི་ངོ་བོ་འགྱུར་བར་བྱེད་པ་ལ།

ཉམས་ལེན་བཞི་པ་དེ་ནི་རྫོགས་ལམ་སྤྱོད་ལམ་མཐོང་ལམ་སྒོམ་ལམ་བཞི་འདི་ལ་བརྟེན་ནས་ནི་སེམས་གཏིང་གི་དྲི་མ་བག་ཆགས་ཆགས་མ་ལུས་པ་ནི་སངས་རྒྱས་ཀྱི་དགོངས་པ་ཐོབ་ཡ། ད་དེ་ཡང་གར་ཚེ་ནི་བྱང་ཆུབ་ཀྱི་སེམས་ལ་སྟོང་པ་ཉིད་དགའ་བའི་ཤེས་རབ་དེ་ཟུང་འབྲེལ་དུ་བྱས་པའི་སྒོ་ནས་ནི་སངས་རྒྱས་དགོངས་པ་ཐོབ་དགོས་ཏེ་བསམ་པས་དེ་འབྲེལ་གྱི་རྟགས་ཧ་གོ་ཡ། དོན་དག་དེ་ཆེ་མཐོང་བསམ་མོ་དེ་ཚོ་ཡིད་ལ་བསམ་བཞིན་པའི་སྒོ་ནས་ནི་ཚིག་དེ་ཚོ་ངག་ནས་བསྐྱུར་ནས། ལྷག་པར་དུ་གར་ཚེ་ནི་ཚིག་བཟང་དུས་བཟང་ཨ་ན་སྐྱིད་པ་བཟང་པོ་འདི་ཚོ་ལ་ནི་ཆིག་བརྒྱ་བ་སྲས་དང་བཅས་པ་ཐམས་ཅད་ཀྱི་སྐུ་གསུང་ཐུགས་ཀྱི་མཛད་པ་ཐམས་ཅད་རྗེས་སུ་ཡི་རངས་དང་འབྲེལ་བའི་སྒོ་ནས།

རབ་བྱུང་ན་ཚེ་འདིར་སངས་རྒྱས་དགོངས་པ་སྒྲུབ་ཐུབ་ཡང། འོ་དེ་སྒྲུབ་མ་ཐུབ་ན་ཡང་ཅིག། ད་ཕྲིན་རིམ་པ་བཞི་ནས་བརྒྱུད་ནས་རིང་པོ་མ་ཐག་པར་སངས་རྒྱས་དགོངས་པ་ཐོབ་པར་བྱེད་དགོས་བསམ་པ་བྱས། འོ་ད་དེ་འདྲ་ཞིག་དང་གཟུངས་སྔགས་ཡི་གེ་དྲུག་མ་ཐུབ་ས་ཅིག་པའི་གྲངས་ནས། ཨ་ན་ཕྱི་མོ་ལམ་ཡག་པོ་བསྐྱར་པ་ཡིན་ན་ཨ་ན་ཚེས་བཟང་དུས་བཟང་ལ་ཕན་ཡོང་དཔག་ཏུ་མེད་པ་བྱེད་ཡག་དང་ཨ་ན་སྤྱིར་ཀ་ར་ཚེས་བཟང་ན་ཅིག་ལྷག་པའི་ལ་ཡི་དམ་བག་པ་བྱས་ནས་ཟེར་མཁན་སྐྱེ་བ་ཚེ་རབས་འདམ་བྱེད་རྗེས་སུ་ཟིན་ཡག་དང་ཨ་ན་སོ་སོ་རང་ཉིད་ཀྱི་ལུས་ངག་ཡིད་གསུམ་གྱི་འགྲུལ་པ་མ་ལུས་པ་སྦྱངས་ནས། ཨ་ན་ཆོས་སྒྲུབ་ཡག་དོན་རྐྱེན་ཚང་བས་ཚང་ནས་དགེ་རྒན་དུ་འཚོགས་པར་སྲིད་ནས། ཨ་ན་སྐྱེ་བ།